ཡང་དག་ད་རེས་ཆོས་གྲོགས་རྣམ་པ་ལྷན་རྒྱས་ཚང་མ་ལོག་ལ་ཡ་ཤུ་ཡ་ལ་ཡ་ང་ར་ཐེ་བས་ང་རང་ཚོ་ཚང་མ་ལོག་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་འཁོར་བསྐོར་སའི་གནས་ཁྱད་པར་ཅན་དེ་ལ་ཡ་ང་ཚོ་དེ་རུག་རུག་བྱས་བྱས་སྟོན་པའི་བཀའ། རྟེན་འབྱུང་གི་དེ་ཁོ་ན་ཉིད་གསལ་ལ་གསུངས་ཤེས་པ་དེ་ལྟར་ཐུན་མོང་མ་ཡིན་པ་ཆགས་ཏེ་བཞག། ད་དེ་འབྲེལ་གྱི་རྟེན་འབྱུང་གི་ལྟ་བ་དེ་ནི་རང་དོན་ཡེ་ཤེས་ཀྱི་བློ་དང་འབྲེལ་བ་ཡིན་ན། ཉན་རང་གྲགས་ཆེ་བའི་གོ་འཕང་ཐོབ་ཡག་སོབ་ཅིག་རེད། ད་རྟེན་འབྱུང་གི་ལྟ་བ་དེ་བྱང་ཆུབ་ཀྱི་སེམས་ཀྱི་ཟིན་ཡིན་དུས་རྩ་ནས་ད་བཅོམ་ལྡན་འདས་ཁོ་རང་གི་ཨནི་སྔོན་དུ་མཛད་པའི་ཨནི། ཁྲིམས་ཉིད་སྤངས་པའི་བྲལ་བའི་ཡོན་ཏན་མངོན་དུ་བྱེད་ཐུབ་ཡག་ཅིག་ཆགས་ཀྱི་ཡོག་རེད། ང་རང་ཚོ་དེའི་དེ་ད་ཅིག་ཨང་ད་ཤ་མ་ཐག་པ་ནང་བཞིན་གྱི།

རྒྱན་འཇུག་བློ་ལ་སིམ། ཨེ་ནི། ཡོན་ཚི་རྡོ་རྗེ་འཆང་རྣམ་པ་ཚོས་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཨེ་ནི། ཕུད་ཀྱི་བསླུ་བྲིད་གནང་ནི། དེ་གིས་ག་ལྟར་ང་རང་རང་གི་ཉམས་མྱོང་གི་ཐོག་ནས་མིག་མཐོང་ལག་ཟིན་གྱི་བའི་སྟོང་ཉིད་ཀྱི་ལྟ་བས་སེམས་ལ་ཡར་ཐུག་གུ་རྒྱོ་ཐེ་ཡར་བྱེད་ཀྱི། ད་དེ་འདྲིས་ཀྱི་སྟོང་ཉིད་ཀྱི་ལྟ་བ་དེ་ཨེ་ནི། ཐབས། བྱང་ཆུབ་ཀྱི་སེམས་ཀྱིས་སྲིད་པ་བཞི་འདི་བཙལ་ནས་ཨ་ནི་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཡག་གི་རྒྱུ་ལ་འགྲོ་གི་ཡོད་རེད། ཞེས་ངང་རེ་ངོས་ནས་ཉིན་རེ་བཞིན་དུ་སྟོང་ཉིད་ཀྱི་ལྟ་བ་དང་བྱང་ཆུབ་ཀྱི་སེམས་ཉམས་ལེན་གྱི་གཙོ་བོ་བྱས་ནས་བྱེད་ཀྱི་ཡོད། ལྷ་ཡི་རྣལ་འབྱོར་གོམས་ཡག་དེ་འདྲ་ཡོད་ཡོད་རེད་དེ་ཡིན་ནའི་གཙོ་བོ་གཙོ་བོ་སྟེ་སྟོང་ཉིད་ཀྱི་ལྟ་བ་དང་བྱང་ཆུབ་ཀྱི་སེམས་འདི་རེད་དེ་ཡོད།

ཚོགས་ལམ་ཅོག་ལམ་ཐོག་ལམ་སྐོམ་ལམ་ཨེ་འདྲ་མི་ལོག་ལམ། རྣམ་མཁྱེན་གྱི་རྒྱལ་བའི་གོ་འཕང་ཐོབ་ཡག་གི། ང་རང་ཚོ་ནམ་རྒྱུན་ཤི་རོ་སྙིང་པོ་བཏོན་ནས་ཚིག་དེ་བཏོན་པ་ནང་བཞིན་དོན་གོང་མའི་ཐོག་ནས་སོ་སོའི་སེམས་རྒྱུད་དེ་ག་ལེ་ག་ལེ་ལ་བབས་དང་རྒྱུ་བ་ཕྱེ་ནས་མཐར་ཨེ་ནི།

ལོ་མང་པོ་སློབ་སྦྱོང་བྱས་ཨེ་འདྲ་སྒོམ་ཡང་སྒོམ། འོ་དེ་འདྲའི་བྱེད་ངན་ཞིག་གིས་མི་ཅི་ཆགས་དེ་ཡག་རེད། ཨེ་དེ་འདྲས་ཀྱིས་དང་མི་དེ། དེ་རིང་ཨེ་ནི་བཅོམ་ལྡན་འདས་མགོན་པོ་གཙོ་བོ་སངས་རྒྱས་ནི། ཆོས་འཁོར་བསྐོར་གསལ་ད་གནས་ཁྱད་པར་ཅན་དེ། ད་དེ་རིང། བཅོམ་ལྡན་འདས་ཀྱིས་ད་གསུང་གི་ཟབ་བ་དང་རྒྱ་ཆེ་བའི་ལམ་གྱི་སྐོར་ལ། ཨེ་ནི། ཅེས། གཅིག་དགའ་སོགས་རེ་དང་རྗེས་འདོད་ཀྱི་ས་རུ་བཅས་འདུག། བྱེ་བྲག་ཆུང་བ་དེ་ཧ་ཅང་སྐལ་བ་བཟང་པོ་ཡིན། ད་གཅིག་གིས་འཛམ་བུ་གླིང་འདི་གང་ལ་ཡ། ང་རང་ཚོ་སྤྱིར་ན་སེམས་ཅན་ཐམས་ཅད་ཡང་སྒོས་མི་ཚང་མ་ལོག། སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་རེད། ཡིན་ནའི་སྡུག་བསྔལ་དང་བདེ་བའི་རྒྱུ་རྩལ་ཅན་ནི་དེ་འདྲས་ཀྱི་ཐོག་ནས་ད་བསམ་བློ་བཏང་ཡང་དེ་རྟོགས་ཉུང་ཉུང་ཆགས་ཏེ་འདུག་ག། ཁྱེད་རང་ང་རང་ཚོ་ནང་པ་གཅིག་གིས་ཨེ་ནི་སངས་རྒྱས་ལ་སྐྱབས་སུ་མཆིའོ་ཟེར་ནས་སངས་རྒྱས་ཁོ་རང་གིས་ང་ཚོའི་སྡུག་བསྔལ་དག་སྡུག་བསྔལ་སེལ་ཡག་དག་བདེ་བ་སྒྲུབ་ཡག་བཅོམ་ལྡན་འདས་ཁོ་རང་ལས་གནང་ཡག་ཡོད་སོགས་ཀྱི་དེ་མ་རྟགས་ཐུབ་ནོ་སྡིག་པ་ཆུ་ཡིས་མི་འཁྲུ་ཞིང་འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ། བཤད་ནས་གསུང་བ་ནང་བཞིན་གྱིས་ད་གང་ལྟར་བཅོམ་ལྡན་འདས་ཁོ་རང་གིས་གསུང་བཞིན་པ་དེ་ཡི་དེ་གིས་ང་རང་ཚོས་ལག་ལེན་བཀལ་ནས་ཨ་ནི་སེམས་མ་དུལ་བ་དེ་དུལ་བར་བྱེད། མ་ཞི་བ་དེ་ཞི་བར་བྱེད། དེ་འདྲའི་རྗེས་ཀྱི་ཨ་ནི་རང་ཉིད་ཀྱི་ད་བདག་ཉིད་བདག་གི་མགོན་སུ་ལ་བ་ན་ཞིང་ཨ་ནི་དེ་འདྲའི་གི་བསམ་བློ་བཏང་ཡོང་དུས་དེ་ང་རང་རང་གི་ཉམས་མྱོང་གི་ཐོག་ནས་ད་ལོ་མང་དགུ་ཅིག་ཏུ་བསམ་བློ་བཏང་ཡོང་དུས་སེམས་ལ་ཆགས་སྡང་སྐྱེ་ཡ་དེ་ཧ་ལམ་མེད་པ་ཆགས་བསྡད་པ་སོགས་ཅིག་གི་ང་རང་རང་གི་ཉམས་མྱོང་གི་ཐོག་ནས་ཡོང་བསྡད་ཡོད། དཔེར་ན་བོད་ཆ་བཞག་ན། ཞེས་དཀའ་ངལ་མང་པོ་འཕྲད་ཀྱི་ཡོད་རེད་དེ། ཞེས་དཀའ་ངལ་འཕྲད་ཡག་དེ་ཚོའི་གྲས་ལ་སྙིང་རྗེ་སྐྱེ་ཡག་ཞིག་མ་གཏོགས་ཁོང་ཁྲོ་ལངས་ཡག་ཁྱོན་ནས་མི་འདུག། དེའི་རིགས་སུ་བཅོམ་ལྡན་འདས་ཀྱི་ཆོས་ཀྱི་བསླབ་བྱ་དེ་གིས་སེམས་ལ་ཡལ་དང་གུ་ཡོད་ཐེབས་པ་ཞིག་ཆགས་བསྡད་ཡོད་རེད། ཆ་དེ་འདྲའི་ཡིན་དུས། ཆོས་གྲོགས་ཚང་མ་ལ། ཅིག་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཀྱི་སློབ་སྦྱོང་བྱས་ནས། རྒྱུད་དུ་ལ་དུ་སྐད་ནི་ཆེན་པོ་ཡིན་ན་སྔོན་ན་དྲ་གནས་ཀྱི་སེམས་ཀྱི་ཞི་བདེ་ཡོང་དུ་ཡག་ཅིག་གདའ། དེ་ལ་བརྟེན་ནས་བརྟེན་ནས་ཚེ་རབས་ནས་ཚེ་རབས་ཨེ་ནི་བའི་སེམས་རྒྱུད་དུལ་པོ་ཅིག་གིས་དུ་སུ་ཚེ་རབས་ནས་ཚེ་རབས་ནས་འགྲོ་དུ་ཡག་ཅིག་གདའ། མཐར་ཨེ་ནི